དེ་རིང་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་གཉིས་པ་ལས་ཉིན་དགུ་རིང་ལ་དེ་འབྲེལ་ཤོང་ཡོད་རེད། གཙོ་བོ་གྲོས་ཚོགས་ཀྱི་ལས་རིམ་ནང་ལོགས་ལ་མྱ་ངན་གུས་འདུད་ཀྱི་གྲོས་ཆོད་གྲོས་འཆར་སྤྱི་དང་དེ་ག་ནང་བཞིན་གྱི་མཇུག་འབྲས་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར། ནས་ཁྲིམས་སྒྲིག་ཤར་སྐྱེལ་ཁག་གཅིག་བྱས། དེ་ག་ནང་བཞིན་གྱི་བཀའ་ཤག་གི་གསལ་བཤད། བཀའ་རྟགས་ཅན་གྱི་དྲི་བ་རིགས་གཅིག་དང། དེ་ག་ནང་བཞིན་གྱི་ང་རང་ཚོ་ལས་ཉིན་མོ་འོངས་ཏེ། ལྷན་ཁང་ཁག་གི་ལས་གདམ་གྱི་ཐོག་ལ་དེ་འདྲའི་ཞིག་ནས་དུས་ཚོད་བཏང་ཡོད་རེད། དེ་ཡིན་དུས་ཚོགས་གཙོ་གཉིས་ཀྱི་ངོས་ནས། ལས་རིམ་གྱི་ནང་ལོགས་ལས་འཆར་ཤན་ལེན་ཕྱོགས་ཀྱི་ཐོག་ནས་དཔལ་ལྡན་སྲིད་སྐྱོང་དབུས་བོད་ཀྱི་བཀའ་ལན་གནང་བ་རེད། གནས་བསྐོར་འོས་གྲོས་ཚོགས་ཀྱི་འཐུས་མི་ཚང་མས་འགན་འཁུར་མཉམ་བཞེས་ཀྱི་ཐོག་ནས་དམངས་གཙིའི་གི་འགྲོ་སྟངས་ཚད་དོ་ལྡན་པའི་ཐོག་ནས་ཆ་ཤས་ཚད་དོ་ལྡན་པ་ཅིག་བཞེས་སོང་བསྟན། དེ་རིང་འདིར་གྲོས་ཚོགས་ཀྱི་ཚོགས་མི། ཚོགས་མ་ལོག་ལ་ཡ། ཚོགས་གཙོ་གཉིས་ཀྱི་ངོས་ནས་སྔ་འགྱོད་དང་ཐུགས་རྗེ་ཆེ་ཞུ་ཡ་ཡིན། ཡིན་ན་ཡང་ང་ཚོ་གྲོས་ཚོགས་ལས་རིན་གཤོང་པའི་སྐབས་སུ་མཚམས་མཚམས་དེ་འགྲོ་སྟངས་ཀྱི་ཐོག་ནས་ད་ལྟ་འདས་མ་དེ་དེ་འདྲ་ཡོང་གི་འདུག་དེ་རིང་གྲོས་ཚོགས་གྲ་ཚན་པ་ཡིན་ན་བཀུར་འོས་ཤུལ་དུས་ནོངས་ཕན་ཚིན་འོང་ཚིག་བཅག་ཞུ་ཡ་ལྟ་བུ་འདྲ་བོ་འདུག་དེ་ག་ནང་བཞིན་གྱི་བཀའ་མོལ་གསུང་འོང་དུས་ཀྱི་དང་པོ་བཀའ་མའི་གསུང་མཁན་དེ་གི་ཞལ་ལས་བལྟ་ནས་ཐད་ཀར་གསུང་བ་ནང་བཞིན་དང། དེ་འབྲེལ་གྱི་ཏིཏ་གཤེན་ལམ་བསྟན་ཕྱོགས་ཀྱི་ཐོག་ལ་ཏིཏ། ཚོགས་གཙོ་ལ་ཏིཏ་སེམས་གསོ་བྱུང། ཡིན་ན་ཡང་ད་ང་རང་ཚོ་གྲོས་ཚོགས་ཀྱི་འཐུས་མི་ཡིན་པའི་ཆ་ནས་རེད། གོང་ས་དེ་གི་བོད་བསྟན་པ་ཆབ་སྲིད་ཀྱི་ཐོག་ལ་འགན་ཁུར་ཞུ་གི་ཡིན་ཟེར་ནས་དམ་བཅའ་བཞེས་པའི་ཆ་ནས་རེད། དེ་ཡིན་དུས་ང་རང་ཚོ་བསམ་ཚུལ་མ་མཐུན་པ་གཅིག་དང། དེ་ག་ནང་བཞིན་གྱི། བསམ་ཚུལ་མ་མཐུན་པའི་ཐོག་ནས་བགྲོ་གླེང་གི་ཆ་ཤས་ལེན་ཕྱོགས་ལ་ཡང་གཏམ་བཤད་གཅིག་གྱུར་མ་ཡོང་བ་ཚོགས་གཙོས་ཤེས་ཀྱི་ཡོད། ཡིན་ན་ཡང་ད་ང་རང་ཚོ་བོད་ཕྱི་པའི་མི་གཅིག་ཡིན་པའི་ཆ་ནས་ང་རང་ཚོ་གི་ལས་དོན་ག་རེ་ཤོང་པ་ཡིན་ན་ཡང་མཐའ་མ་དེ་བོད་མི་རིགས་ལ་ཕན་ཐོགས་ཡ་སྐྱིད་དང། འབྱུང་འགྱུར་མ་འོངས་པའི་བོད་མི་རིགས་གསར་པ་དེ་ཚོ་གི། ང་རང་ཚོ་གི་དུས་ཚོད་འདི་ལ་ཕྱི་མིག་བལྟས་འོང་དུས། དེ་ཚོ་འདྲའི་དངོས་གནས་དགེ། ཚད་དང་ལྡན་པ་སྐྱིད་དང། ཨ་ནི་དངོས་གནས་དགེ་ད། ཡིད་ཆེས་ཆ་འཇོག་ཞུ་ས་ཅི། རེད་འདུག་བསམ་བསམ་གི་ལོ་རྒྱུས་ཀྱི་སྟོང་ཆ་དེ་སྐོང་གལ་ཏེ་ང་ཚོ་གལ་ཆེན་པོ་ཞིག་རག་རེད་ཤག། འདི་ཡིན་འདི། དེ་རིང་ང་ཚོ། སྐབས་བཅུ་དྲུག་པའི་གྲོས་ཚོགས་ཚོགས་དུས་གཉིས་པ་རེད། ད་རུང་དུས་ཚོད་མང་བ་ཅིག་ལྷག་བསྡད་ཡོད་རེད་དེ་ཡིན་དུས་དེ་ཚོ་དྲན་གནང་ལུགས་ལ། འགན་ཁུར་བཞེས་ཤོག་དེ། ཚད་དང་ལྡན་པ་གནང་དགོས་ཡ་དེ། གལ་ཆེན་པོ་རེད། དེ་བས་བོད་མི་མང་གིས་འགན་བསྐུར་བའི་ཐོག་ནས་གནང་ཡ་ཅི་རིགས་མ་གཏོགས་པའི་སོ་སོའི་གི་བསམ་ཚུལ། གང་བྱུང་དེ་འདྲས་གནང་ཡ་གི་དེ་སྡིངས་ཆ་ཅིག་མིན་ཏེ་དེ་ཚོ་སྤྲད་དེ། དགོངས་པ་བཞེས་དགོས་ཡ་དེ་གལ་ཆེན་པོ་མེད་འགྲོ་བསམ་ནས་དེ་རིགས་ཚོ་ཚུལ་གཅིག་དེ་ཞུ་འདོད་བྱུང། དེ་ག་ནང་བཞིན་གི། ད་ལྟ་དེ་ཤི་ཏི་སྒེར་གི་ས་བཤེར་གྱི་ཁེ་རེད། ཤི་ཏི་སྒེར་གི་ས་བཤེར། ཕེབས་ཆོག་ཡ་དེ་ཁོང་ཚོང་འདུས་འགྲོ་ལུགས་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དགོངས་དོན་ཆགས་བསྡད་རེད། དེ་འདི་ཚོགས་གཙོ་གཉིས་ངོས་ནས་ཡང་གོ་སྐོར་ཕུལ་རེད། དེའི་རྗེས་ལ་ད་གསལ་བཤད་ཀྱི་ཐོག་ལའང། འཛིན་སྐྱོང་གི་དཔའ་གདེང། སྲིད་སྐྱོང་གི་ཐོག་ནས་བཀའ་ཤག་གི་གསལ་བཤད་ལན་འདེབས་འཕྲོས་དེ་ལྷག་བསྡད་རེད། དེ་འདི་དེ་དང་མཉམ་དུ་མ་གཅིག་གསུང་ཡོང་དུས་ད་ང་རང་ཚོ་ལྟས་ཚེ། སེམས་གཙོ་བྱེད་ཡག་གི་ཟིང་ཟང་ལྟས་ཚེ་ཡོང་གི་འདུག་ད་ཡིན་ན་ཡང་ཚོགས་གཙོའི་སྟངས་འཛིན་བྱེད་ཕྱོགས་དེ། བཙན་བྱོལ་བོད་མིའི་བཅའ་ཁྲིམས་དང་མཐུན་པ་ཚོགས་འདུའི་འགྲོ་ལུགས་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དང་མཐུན་པ་ཏག་ཏག་འགྲོ་ཡོད་ཟེར་ནས་དེ་གཅིག་ཞུ་འདོད་བྱུང། ཡིན་ན་ཡང། དཔལ་ལྡན་སྲིད་སྐྱོང་མཆོག་གིས་གསལ་བཤད་སྐབས་སུ། སྐྱིད་ཤི་ན་ཚོར་བ་གི་ཐོག་ནས་ཕེབས་མི་འགྲོ་བསམ་བསམ་གྱི་ཚོར་སྣང་སྐྱེས་བྱུང། དེ་ག་རེད་ཟེར་ན་གྲོས་ཚོགས་ར་བའི་འདི་ནང་ལོགས་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པ་བྱེད་མཁན་ང་ལྷག་སུ་ཡོད་ཟེར་ཡག་གི་ཀ་མེད་ཅིག་གསུངས་སོང། དེ་ཚོ་ཚོད་ཏག་ཏག་བསྡད་མ་སོང་བསམ་སོང། དེ་ཡིན་དུས་དེ་སོ་སོ་སོ་སོ་གིས་ངོས་འཛིན་བྱེད་ཤོག་ཅེས་པ་རེད། སོ་སོ་སོ་སོ་གིས་བསམ་བློ་གཏང་ཤོག་ཅེས་པ་རེད། དེ་ད་ལྟ་གཙོ་སྐྱོང་བྱེད་མཁན་གྱི་ཚོགས་གཙོ་འདྲ་ཡིན་ན་ཡང། ཤོང་ངོ་རིན་པོ་ཆེ་ལ་མི་བཤད་པའི་དད་པ་ཡོད། དད་པ་ཡོད་བ་ཙམ་མ་ཟད། ད་ངས་ཞུ་ན་ཏག་ཏག་བསྡད་ཀྱི་ཡོད་མེད་མི་ཤེས་ཏེ། ད་ལྟ་བརྙན་ལམ་ཚུན་ཆད་ལ་ཡང། བརྙན་ལམ་གཏོང་ཡང་དང། དེ་ག་ནང་བཞིན་གྱི་བརྙན་ལམ་གཏོང་བ་ཙམ་མ་རེད། རྗེས་སུ་ཟིན་པའི་ཐོག་ནས་བཀའ་སློབ་གསུང་བཞག་དེ་འདྲ་ཡོད། དེ་ནི་དེ་ཚོ་བཀྲས་མཚམས་རེར་ཡར་དྲན་འོང་དུས་སྨིག་རྒྱུ་ཞོ་ཡག་གི་དེ་འདྲ་ཡོང་གི་ཡོད། དེ་ཡིན་དུས། ད་དེ་ནང་བཞིན་གྱི་བགྲེས་ཚོགས་འཐུས་མི་ཚང་མ་ལ་ལ་ཡང་འཚོ་བ་དེ་ཡོད་རེད་བསམ་གྱི་འདུག་དེ་ཡིན་དེ་ཚོ་བཀྲས་ང་ཚོ་བཀའ་མོལ་གསུང་འོང་དུས་རྩ་བའི་བགྲོས་ཚོགས་ནང་ལོགས་ལ་ཤུལ་མེད་དུ་མོག་མེད་ཀྱི་ཐག་གཅོད་གནང་བཞག་རྒྱུ་དེ་ཚོ་བགྲོས་ཚོགས་ཀྱི་འགན་འཁུར་དགོས་ཡ་དང་འཛིན་སྐྱོང་འགན་འཁུར་དགོས་ཡ་ཆགས་གོ་རེད། གྲོས་ཚོགས་འཐུས་མི་རེ་འགའ་བ་བཅས་དང་བཀའ་བློན་རེ་འགའ་བ་བཅས་ཀྱི་གཏམ་འཆལ་དེ་ང་ཚོ་འགན་འཁུར་དགོས་ཡ་ཆ་དགོས་ཡོད་མ་རེད་གཏམ་འཆལ་གནང་མཁན་གང་ཟག་སོ་སོའི་ངོས་ནས་འགན་འཁུར་དགོས་བ་རེད་ཁུངས་ཤེས་དགོས་བ་རེད། དེང་དུས་དེ་འདྲས་ཀྱི་ཐོག་ནས་དེ་ཅི་ཞུ་ན་བསམ་སོང། དེང་དུས་དེ་རིགས་ང་ཚོ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་གྱི་ཐོག་ལས་རེད་དེ་ག་ནང་བཞིན་གྱི་བཀའ་ཤག་གི་གསལ་བཤད་ཐོག་ལ་ཡང་བགྲོ་གླེང་བྱེད་པའི་སྐབས་སུ་ད་ལས་འགུལ་སྤེལ་དགོས་འདུག་ཟེར་ནས་མོ་པོ་ཅིག་གིས་གསུངས་སོང། དེ་ནི་ལས་འགུལ་སྤེལ་དགོས་ངེས་ཅན་རེད། ལས་འགུལ་སྤེལ་མཁན་གཅིག་ལ་ངོས་འཛིན་ཞུ་གི་ཡོད། གཞུང་འབྲེལ་གྱི་ཐོག་ནས་ལས་འགུལ་སྤེལ་བ་ཡིན་ན་ཡང་འཛིན་སྐྱོང་གི་ཐོག་ནས་དཔལ་འབྱོར་གྱི་མཐུན་འགྱུར་ལ་དཀའ་ངལ་མེད་གསུངས་སྐོར་རེད། དེ་ཡང་ང་ཚོ་གཏམ་བཟང་ཞེ་དྲག་རེད། དེ་ཡིན་དུས་ང་རང་ཚོ་གིས་ལས་འགུལ་སྤེལ་ཡག་གི་བང་སྒྲིག་དགོས་ཡ་དེ་གལ་ཆེན་པོ་གཅིག་རེད། ཡིན་ན་ཡང་ལས་འགུལ་སྤེལ་བའི་སྐབས་སུ་མཛེས་ལྗོངས་བཀའ་ཤག་གི་སྲུང་མ་ནང་བཞིན་འཚེ་མེད་ཞི་བའི་ཐོག་ནས་ཁྲིམས་མཐུན་དུ་བདེན་པའི་ཐོག་ནས་ཆེ་མཐོང་དུ་བདེན་པའི་ཐོག་ནས་ཟེར་ནས་ཆ་རྐྱེན་གསུམ་བཏོན་ཡོད་རེད། དེ་སྔའི་མ་སྐབས་བཅུ་བཞིའི་སྐབས་སུ་རེད་ཞི་དུས་སྤྱི་འཐུས་སྐབས་བཅོ་ལྔ་གི་སྐབས་སུ་རེད། བཀའ་ཤག་སྐབས་བཅུ་བཞི་པའི་སྐབས་སུ་བཀའ་ཤེར་གཉིས་ལྷན་མཇལ་གྱི་ཐོག་ནས་ཚིག་དེ་དང་དག་གི་ཆ་རྐྱེན་གསུམ་དེ་མོས་མཐུན་ཞུས་ཡོད་རེད་བཀའ་ཤེར་གཉིས་ཀ་གི་ཐོག་ནས་མོས་མཐུན་གྱི་ཐོག་ནས་གཏན་འབེབས་བྱས་ཡོད་རེད། དེ་ཡིན་དུས་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ། ད་གཞུང་འབྲེལ་གྱི་ལས་འགུལ་སྤེལ་བ་ཡིན་ན་འདྲ་དེ་མ་ཡིན་པས། ད་གཞུང་འབྲེལ་མ་ཡིན་པའི་ཐོག་ནས་ལས་འགུལ་སྤེལ་བ་ཡིན་ན་ག་འདྲ། དེའི་གི་དུས་ཆ་ཆེན་གསུམ་དེ་ལྡན་གལ་ཏེ་གལ་ཆེན་པོ་གཅིག་ཆགས་དགོས་རེད། ད་ལས་འགུལ་སྤེལ་བའི་སྐབས་སུ་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་གནས་བབ་རེད། དེ་ག་ནང་བཞིན་གྱི་རྒྱ་ནག་གི་ཆབ་སྲིད་ཀྱི་གནས་བབ་རེད་བོད་ནང་གི་གནས་སྟངས་རེད། དེ་དེ་འདྲའི་ཕྱོགས་མང་པོ་གཅིག་ལ་ང་ཚོ་གོམས་པ་བཞེས་དགོས་རེད་སྐབས་དུས་དང། དེ་ཚོ་དེ་དགོངས་པ་བཞེས་པའི་ཐོག་ནས་ལས་འགུལ་སྤེལ་བ་དང་ལས་འགུལ་སྤེལ་བ་གཉིས་བང་སྒྲིག་བྱས་ཏེ་གནད་འགག་གི་ཆག་སྒོ་རེད། དེ་མ་ཡིན་པའི་དུས། སོ་སོ་གི་ཀྱི་ལོངས་ཤོག་ག་ལོག་རེད་བཙལ་ཏེ་བཏོན་ཡ་འདྲ་བོ་དང། དེ་ཙམ་གྱི་ཀྱི་ག་ལོག་རེད། བསམ་གཞིག་བྱེད་མ་ཐུབ་པའི་ཐོག་ནས་ལས་འགུལ་དེ་འདྲའི་ཡོང་སྒོ་རེད། དེ་ནི་ད་གཙོ་བོ་ང་ཚོ་བོད་ནང་གི་བོད་མི་གི་མངོན་འདོད་རེད་བོད་ནང་གི་བོད་མི་གི། ལྷག་བསམ་དང་སེམས་ཤུགས་དེ་ཚོ་ཡིད་ལ་བཞག་ནས་ང་རང་ཚོ་ལས་འགུལ་སྤེལ་དགོས་ངེས་ཅན་རེད། དེ་ཡིན་དུས་གྲོས་ཚོགས་ངོས་ནས་ཡིན་ན་ཡང། ད་འབྱུང་འགྱུར་ཟླ་བ་དྲུག་ནང་ལོ་ལས་ཤར་དུ་ང་ཚོ་གྱི་འཛམ་གོ་རེ་སྐབས་དེ་དུས་ལས་འགུལ་སྤེལ་ཕྱོགས་ཀྱི་ཐོག་ལ་ང་ཚོའི་བཞུགས་མོལ་ཚོགས་འདུ་ཐོག་ནས་དེའི་ཐོག་ལ་ང་ཚོ་བང་སྒྲིག་ཆོག་རེད། ད་འདི་ཆ་ལ་ཞི་དུལ་རྒྱུན་ལོན་གྱི་ཐོག་ནས་ཆབ་སྲིད་རང་གི་ཐོག་ནས་ང་ཚོ་ཡིད་ཆགས་ཀྱི་གཏན་འབེབས་བྱས་ཡོད་རེད་ད་དེ་སྐོར་ཞི་དུལ་ཚང་མ་ལས་ཕིར་ཐུག་ཡོད་མེད་ཤེས་མ་སོང། གང་ལྟར། ཉེ་ཆར་རང་འོག་ད་ཤི་དུས། ཚོགས་གཞོན་མཆོག་གི་དབུས་བོད་ཀྱི་ང་ཚོགས་རྒྱུན་ལས་སྐུ་ཚབ་ཅིག་མ་ལྡི་ལི་ལ་ཕེབས། སྐབས་དེ་དུས་རྒྱ་གར་གྲོས་ཚོགས་གོང་འོག་གི་འཐུས་མི་རེ་དེ་ག་ནང་བཞིན་གྱི་བློན་ཆེན་ཁག་མཇལ་ནས། དེ་མཇལ་བ་ཙམ་མ་ཟད་དེའི་རྗེས་ལ་རྒྱ་གར་གྱི་གྲོས་ཚོགས་བོད་དོན་རྒྱབ་ཤོར་ཚོགས་པ། ཚོགས་འདུ་རོང་བོ་འཚོགས་ནས་ཆབ་སྲིད་ཚོགས་སྤེལ་གྱི་གནད་ཡོད་མི་སྣ་དེ་ཚོ་ཕེབས་ནས་ཚོགས་འདུ་རོང་བོ་འཚོགས་ནས་ང་ཚོགས་ཀྱི་ལས་འགུལ་གྱི་ད་གཞི་འདྲ་བོ་ཅིག་ད་ལྟ་ཡག་པོ་བསྟན་ཐུབ་ཡོད་ཡོད་སྲིད་རྒྱ་གར་ནང་ལོགས་ལ། མ་འོངས་པར་ང་ཚོ་མངའ་སྡེ་ཁག་རེ་ག་བ་ཡིན་ན་ཡང་ང་ཚོ་ལས་འགུལ་སྤེལ་དགོས་ངེས་ཅན་ཡིན་དུས་སྐབས་དོ་དུས་དེར་ང་ཚོ་ལྟ་ཐུབ་གལ་ཏེ་གལ་ཆེན་པོ་རེད་ཟེར་ནས་བདེ་སྐྱིད་ཞུ་འདོད་བྱུང། དོན་ཚན་གཉིས་པ་དེ། ང་ཚོ་བོད་ཀྱི་སྐད་ཡིག་ཐོག་ལ་རྩ་བའི་དག་གིས་གོང་དུ་ད་ང་ཚོ་ཤེས་རིག་ལས་ཁུངས་ཀྱི་ལས་བསྡོམས་ཀྱི་ཐོག་ལ་རེ་བགྲོ་གླེང་ཆ་ཤས་མང་པོ་ཅིག་བཞེས་སོང། དེ་ཡིན་དུས་བོད་ཀྱི་སྐད་ཡིག་ཐོག་ལ་བོད་ནང་གི་བོད་མི་དེ་ཚོ་གི་ལས་འགུལ་རོབ་ཏོ་རིམ་པ་སྤེལ་དགོས་བ་ལྟ། དེ་ནི་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་དམ་འདེགས་ཀྱི་དུས་ཚོད་འདི་ལ་བོད་ཀྱི་སྐད་ཡིག་ཐོག་ལ་དོ་སྣང་གསར་པ་ཞིག་སླེབས་པ་ཅིག་ད་གཏོད་དགོས་རེད། ད་དེ་གཏོད་པ་དེ་ང་རང་ཚོ་མུ་མཐུད་ནས་འགྲུལ་བྱུང་བྱེད་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་ད་ལྟ་གཙོ་སྐྱོང་གནང་མཁན་འདི་ནིའུ་ཡོག་བསྐྱར་བ་ཡིན་ནིའུ་ཡོག་གི་གཟའ་མཇུག་གི་ད་སྤུ་བོ་དེ་ཚོ་ཐུག་པ་ཡིན། སྤུ་བོ་དེ་ཚོ་གི་བཀའ་མོལ་ཁ་ཤས་ཉན་ཡོད་འདི་གང་ལ་གང་འཚམ་རེ་བ་ཡོད་པ་ཞིག་འདུག། དེ་ག་ནོར་གྱིས་ཉེ་ཆར་སྦེལ་ཇམ་ལ་བཅར་རེས་སྦེལ་ཇམ་གྱི་སློབ་གྲྭ་གི་འགན་འཛིན་ཁོ་ནོ་བ་ཐུ་ཡིན། སྐབས་དེ་དུས་ཁོ་རང་ཚོ་གིས་གསུང་གི་འདུག་ད་སྦེལ་ཇམ་གྱི་སྤུ་བོ་འདྲ་བ་ཡིན་ན། ཁོ་རང་མ་སྐད་རང་གི་ཐོག་ནས་སྐད་ཡིག་དང་པོ་རང་གི་ཐོག་ནས་བོད་སྐད་སློབ་ཐུབ་ས་རེད་ཟེར་ནས་བོད་ཡིག་སློབ་ཐུབ་ས་རེད་ཟེར་ནས་ཁོ་རང་ཚོ་མདུན་ཚོད་ཞི་དྲག་ཏུ་བསྟན་དེ་ཚོ་དེ་ང་ཚོ་མུ་མཐུད་ནས་འབྲེལ་ཡོད་ཕྱི་ཚོང་ནས་བཟུང་སྟེ་ནས་ཤེས་རིག་ལས་ཁུངས་ནས། ནས་སློབ་གྲྭ་ཁག་ནས་སྤྱི་ཚོགས་རོང་ནས་བོད་ཀྱི་སྐད་ཡིག་ཐོག་ལ་ང་ཚོར་དོ་སྣང་དེ་ཤུགས་ཆེ་བརྩེ་གཅིག་གནང་ཐུབ་ན། ང་རང་ཚོ་གི་སྐད་ཡིག་ནང་ལོ་ལེགས་ཡོད་པའི་གི་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཡོད་རེད་དེ་ནང་ནས་ནང་བསྟན་རིག་པ་ཚད་མ་རིག་པ་གསོ་བ་རིག་པ་དེ་ཚོ་ད་ཕར་ཕྱིན་ང་ཚོ་སྤོབས་པ་ལྡན་པའི་ཐོག་ནས་ཤེས་ཐུབ་ཡ་གྱི་རེད་གཞན་ལ་མེད་པའི་གི་ཆོས་ཆོས་ཡོད་བ་ཆེ་དེ་ཡང་འཛམ་བུ་གླིང་ལ་ཁོ་ཕན་ཐོགས་ཐུབ་ཡ་གི་ནུས་པ་ཆ་མཚོན་ཡོང་གི་རེད་དེ་ད་ང་རང་ཚོ་གི་སྐད་ཡིག་གི་ཐོག་ནས། འཛིན་སྐྱོང་སྤེལ་སུ་གནང་དགོས་འདུག་དེ་ཚོ་དེ་མུ་མཐུད་ནས་ང་རང་ཚོ་གི་སྣང་ཆུང་དང་འཐུས་ཤོར་མ་སོང་བའི་ཐོག་ནས་འཛིན་སྐྱོང་གི་ཐོག་ནས་ཡིན་ན་འདྲ་འདྲ་ཡོད། ད་ནི་སློབ་གྲྭ་ཁག་རེད་སྤྱི་ཚོགས་རེད་ཁྱིམ་ཚང་རེད་དེ་ཚོ་ཁྲོད་ནས་འགན་འཁུར་ཚད་དུ་ལྡན་པ་ཅིག་གནང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ནས་དེ་སྐྱིད་འབད་ཀྱིས་ཞུ་འདོད་བྱུང། ད་ནང་བཞིན་གྱི། བཀའ་ཤག་གིས་གསལ་བཤད་གནང་པའི་སྐབས་སུ། ད་བར་ལམ་གཅིག་ནས་ད་ང་ཚོ་ཞིང་ནང་གོང་ས་ཤོག་མཁན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་རེ་གཉིས་ཡོད་བ་གཅིག་དང་དེ་ལ་ཡང་སྐོར་འཛེམ་ཟོན་མེད་པའི་ཐོག་ནས་ཐེར་འདོན་གནང་དགོས་ཡ་དེ་འདྲའི་བཀའ་སློབ་ཕེབས་སོང་དེ་ནང་བཞིན་གྱི་གྲོས་ཚོགས་ཀྱི་འཐུས་མི་མང་པོ་གཅིག་གིས་དེ་ཚོར་བ་རྣོན་པོའི་ཐོག་ནས་གོ་བསྡུར་བགྲོ་གླེང་གནང་སོང་དེ་ད་ལྟ་གཙོ་སྐྱོང་གནང་མཁན་གྱི་ཐོག་ནས་ན་ཡང། དེ་ཚོ་སྟེ། ངེས་པར་དུ་ང་རང་ཚོ་བོད་མིའི་སྤྱི་ཚོགས་ཤེས་ཡོང་ནས་དོ་སྣང་གནང་གལ་དེ་གལ་ཆེན་པོ་རེད་ཟེར་ནས་དེ་ཞུ་འདོད་བྱུང། ད་ཁོ་རང་ཚོ་གི་ཕྱོགས་གཅིག་ནས། ཁོ་མ་ཤེས་པ་དང་ཉན་མོངས་པ་དང། དེ་ག་ནང་གི་མ་གུས་པ་དེ་དག་གནས་ཚུལ་མང་པོ་ཐོག་ནས་ཡོང་དགོས་རེད། ན་ཕྱོགས་གཞན་པ་ཅིག་ནས་འང་བསམ་བཞིན་དུ་དེ་འདྲའི་གི་ཀུན་སློང་ཡོད་སྲིད་པ་རེད། དེ་ཡིན་ཏེ། ད་རྒྱ་ནག་གཞུང་གི་བྱེད་ཕྱོགས་དེ་ཁོ་ཆབ་སྲིད་ཀྱི་གནས་སྟངས་ཅིག་གི་ཐོག་ནས་བྱེད་དགོས་རེད། ང་ཚོ་ཤེས་ཚོར་ནང་ལ་དེ་གང་ཡང་གནང་དགོས་ཡ་ཆ་དགོས་ཡོད་མ་རེད། དེ་འདི་ད་འདི་ཆ་ནས་ན་ཤོང་སྐོར་མགོ་བརྗེ། མཛད་པ་འཕྲིན་ལན་དེ་ང་ཚོ་ཉེ་ཤར་འབར་མའི་སྐོར་མ་ཐུ་བ་གི་གནས་སྟངས་ཆ་དེ་རེད། དེ་ནང་བཞིན་གྱི་ང་ཚོ་བོད་མི་རིགས་ཡིན་ན་ཡང། ཕྱི་ནང་གོ་ས་ཤོང་མཁན་ཆེན་པོ་མཆོག་གི་ཐུགས་རྗེ་གི་དམ་བཅའ་དང། དེ་ག་ནང་བཞིན་གྱི་རྗེས་སུ་འཛིན་ཤོག་དེ་ཚོ་ལས་ད་འདའ་མ་ནུས་བ་ཆ་དེ་རེད། ང་རང་ཚོ་གི་བཅའ་ཁྲིའི་དོན་ཚན་དོང་པུའི་མགོ་བརྗེ་དེ་ག་རང་ལ་བོད་མིའི་མགོན་ཤོག་དང་མཚན་རྟགས།

བཟང་ཕྱོགས་ཀྱི་ཐོག་ནས་གདོང་ལེན་གནང་དགོས་ཡ་དེ་གལ་ཆེན་པོ་རེད། བཟང་ཕྱོགས་ཀྱི་ཐོག་ནས་གདོང་ལེན་ཟེར་དུས་ཁོ་རང་ཚོ་གི་གནས་སྟངས་དེ་རྩད་ཆོད་བྱེད་གོ་བརྡ་སྤྲད། གང་ལྟར་ང་ཚོ་སྤྱི་ཚོགས་འདི། བླ་སློབ་ཀྱི་དམ་ཚིག་མ་འཁྱུར་བ་གཅིག་དང་སྤྱི་ཚོགས་ཀྱི་མཐུན་ལམ་མཐུན་འབྲེལ་ལ་མ་གནས་པ་གཅིག་ང་ཚོ་ཡོང་དགོས་ཡ་དེ། བོད་མི་ཚོ་མི་འགན་འཁུར་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ནས། བདེ་སྐྱིད་ཞུ་འདོད་བྱུང། ཨ་ནི་དེ་ག་ནང་བཞིན་གྱི་ད་ང་ཚོ་སྐབས་བཅུ་དྲུག་པའི་ཞུ་དུས། གྲོས་ཚོགས་ཚོགས་དུས་དང་པོ་ཚོགས་ཚར་བ་དང་ཞི་བདེའི་རྣམ་པ་འཚམས་གཟིགས་ཕེབས་རེས་ཨ་ནེ་འཚམས་གཟིགས་ཀྱི་ལས་དོན་དེ་ཚོ་དངོས་གནས་ཚགས་ཚུད་པོ་ཞེ་དྲག་བྱུང་སོང། ཕྱོགས་གཅིག་ནས་ད་ལྟ་དེ་ལ་གཙོ་སྐྱོང་གནང་མཁན་གང་ཟག་དེ་ལ་སེམས་ཚོར་ཡོང་གི་འདུག་ད་ཐག་རིང་པོར་འགྲོ་དགོས་བོ་རེད་མ་གྲ་རྣམས་འགྲོ་དགོས་བོ་རེད་ད་ཨོ་འགྲོ་རེ་ཤོག་ད་གནས་ཚུལ་མང་བོ་ཅིག་ལམ་ཁ་སྡུག་ས་དེ་འདྲ་མང་བོ་ཅིག་ཕེབས་དགོས་དུས་མཚམས་མཚམས་འོང་དེ་ཚོ་བར་ཆད་འདྲ་བོ་དེ་འདྲ་ཡོང་མི་སྲིད་བ་མ་རེད་ཨ་བསམ་བསམ་གྱི་སེམས་ཚོར་དེ་འདྲ་ཡོང་གི་འདུག་ཡིན་ན་ཡང་དེ་འདྲ་གང་ཡང་མེད་པའི་ཐོག་ནས། ལས་དོན་ལམ་ལྷོང་བྱུང་ཐུབ་སོང་དེ་ཨིན་དི་དེ་ཚོ་གྲས་དགའ་སྒམ་བྱས་ཡོད་པ་གཅིག་དང། མ་འོངས་པ་ད་ང་ཚོ་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་ཞི་བདེ་ནོམ་པ་ས་ཁོའི་ཤོག་ཤེས་དེ་འདྲས་ཀྱི་ལས་རིན་བསྒྲིགས་ཡོད་རེད་དེ་འདྲས་ཀྱི་ཐོག་ནས་ད་ང་ཚོ་བཙན་བྱོལ་ནང་ལོག་གི་བོད་མི་གི་འཕྲོད་བསྟེན་གི་གནས་སྟོང་ཡིན་ན་འདྲ་དེ་ག་ནང་བཞིན་གི་ཤེས་ཡོན་གི་གནས་སྟོང་རེད་གནས་སྟོང་མང་པོའི་ཐོག་ལ་ང་ཚོ་ཉམས་ཞིབ་དང་ཨ་ནི་ད་ག་ནང་བཞིན་གི་གནས་སྟོང་གང་ཡོད་བ་དེ་ང་རང་ཚོ་སེལ་ཐུབ་ཡ་ཤོག་གཅིག་ནས། གྲོས་ཚོགས་ཀྱི་ཐོག་ནས་འགན་འཁུར་དགོས་ཡ་དང་ཨ་ནི་ཕྱོགས་གཞན་པ་གཅིག་ནས་འཛིན་སྐྱོང་ལ་ཞོག་སྐུལ་ཞུས་པའི་ཐོག་ནས། དེ་ཚོ་དེ་འཐུས་ཤོར་མ་འགྲོ་བ་ཅིག་ཡོང་གི་རེད་བསམ་བསམ་གི་ཡིད་ཆེས་ཡོད། དེ་ག་ནང་བཞིན་གྱི། དཔལ་ལྡན་སྲིད་སྐྱོང་མཆོག་གི་བཀའ་ཤག་གི་གསར་བཤད་ནང་ལོགས་ལ། ད་རིང་དངོས་མིང་གི་ད་འདས་མ་ཐག་པའི་ཤོང་རིན་པོ་ཆེ་གི་བཀའ་སློབ་འཕྲོས་དོན་གྱི་སྐོར་ལས་རེད་ཉམ་ཐག་གི་ཐོག་ལས་རེད་དེ་འདྲས་ཡིན་དུས་ཚོགས་ཆུང། ཆེས་མཐོའི་ཚོགས་ཆུང་གཉིས་གཙོས་འོས་རེ་དེ་ཚོ་སྤྲད་ད་ཁོ་ཞིབ་འཇུག་ཚད་དོ་ལྡན་པ་ཡག་པོ་སོང་ཡོད་པ་བཅས་ལ་ཡིད་ཆེས་ཞུ་གི་ཡོད། དེའི་མཇུག་གཞོང་བཞེས་ཤོག་བསྟན་ཡོང་ད་ང་ཚོ་ཚད་དོ་ལྡན་པ་ཡག་པོ་ཅིག་ཡོང་ཡ་ལ་ད་ལྟ་གཙོ་སྐྱོང་གནང་མཁན་ངོས་ནས་རེ་བ་དང་ཡིད་ཆེས་ཞུ་གི་ཡོད། དེ་སྔ་ནང་བཞིན་གྱི་གྲོས་ཚོགས་ཀྱི་འཐུས་མི་རྣམ་པས་བཀའ་ལན་གྱི་ལྷན་ཁང་ཁག་གི་ལས་བསྡམས་ཀྱི་ཐོག་ལ་དགོངས་འཆར་ཕུལ་ཡ་དང་དྲི་བ་བཏང་ཡ་ད་ང་ཚོ་དྲི་བ་ཡིན་ན་སྟོང་ཕྲག་དགའ་བ་དེ་འདྲ་བྱུང་སོང། རྟེན་འདི་རྟེན་དེ་ཚོ་བྲིས་ལ་ཡང་འཛིན་སྐྱོང་གི་ཐོག་ནས་དགོངས་པ་བཞེས་པའི་ཐོག་ནས་མ་འོངས་པ་ཀོ་ལས་དོན་དེ་ཚོ་མཇུག་སྐྱོང་བྱེད་དགོས་ཡ་དང་ལས་དོན་གསར་གཏོད་ཞུ་དགོས་ཡ། ལས་དོན་གྱི་ཐོག་ལ་ཨ་ནེ་འཛུགས་སྐྲུན་འཕར་མ་དེ་འདྲ་བྱེད་དགོས་ཡ་གི་དགོངས་པ་བསྐྱོང་ཡོད་རྒྱུ་རེད་དེ་ཚོ་བྲིས་ད་ང་ཚོ་དོན་ཕན་ལྡན་པ་ཡོང་ཡ་ལ་རེ་བ་ཞུ་གི་ཡོད་དེ་ནི་ང་རང་ཚོ་ད་ཉི་མ་དགུ་ཙམ་ཚོ་རེད་དེ་དུས་ཚོད་མོ་བོ་ཅིག་བཏང་དེ་ག་ནང་བཞིན་གྱི་འགྲོ་སོང་མོ་བོ་ཅིག་བཏང་གོ་རེད་དེ་འདི་ཚོ་བྲིས་ད་ང་ཚོ། ཆུ་ཟོས་མ་སོང་བ། ཤོག་མཚོག་མས་གནོང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ནས་དེ་སྐྱིད་བཞུགས་འདོད་བྱུང། དེ་རིང་ང་ཚོ་དེ་རིང་གྲོས་ཚོགས་ཚོགས་ཐེངས་ལས་ཉེར་དགུ་ཡི་རིང་ལ་གཙོ་བོ་ནི་ཚོགས་དྲུང་ལས་ཁུངས་ཀྱི་ལས་བྱེད། ཚོགས་དྲུང་རེད་དྲུང་འཕར་རེད་དེ་ནང་གི་འབྲེལ་ཡོད་ལས་བྱེད་ཚང་མས་མཚན་ཕྱི་པོ་གཡུག་ཡ། ཞོགས་སྔ་པོ་ཕེབས་ཡ། ད་ནི་ང་ཚོ་གི་ལས་རིགས་འདི་ཚད་དུ་ལྡན་པ་ཤོང་ཐུབ་ཡ་གི་ཁོང་རྣམ་པ་གི་མཐུན་རྐྱེན་དེ་མེད་དུ་མི་རུང་བ་ཆགས་བསྡད་རེད། དེ་འདི་ཚོ་དྲི་ཚད་དུ་ལྡན་པ་ཅིག་གནང་སོང་དེ་འདི་ཚུགས་མེད་ཚོགས་དྲུང་མཆོག་ཏུ་གྲུང་པར། ཨ་ནེ་ཚོགས་དྲུང་ལས་ཁུངས་ཀྱི་འབྲེལ་ལས་ཅན་ཚོགས་མ་ལོ་ལ་ཡ་ཚོགས་ཚོགས་གཉིས་ཀྱི་ངོས་ནས་ཐུགས་རྗེ་ཆེ་ཞོལ་གྱིས་དང། དེ་ག་གནང་མཁན་གྱི་ནི་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཁག་ཅིག་གིས་ད་ཕྱི་ལོགས་ལ་ང་ཚོ་བཟུང་བཞག་དེ་འདྲས་ཡ་མ་གནང་འདི་གི་རེད་དེ་ཚོ་དྲི་ཚགས་ཚུད་པོ་ཞེ་དྲག་ཡག་པོ་གནང་གི་འདུག་དེ་ག་གནང་མཁན་གྱི་ཕྱི་དྲིལ་དགྲ་གཉེན་སྡེ་ཚན་གྱི་ལས་བྱེད་རྣམ་པ་འདི་ཆེད་མངགས་ཕེབས་ནས་ད་དུས་ནས་དུས་སུ་ང་ཚོ་ད་སྐད་སྦུག་ལོག་མ་རེད་ཁ་པར་བྱས་ཨ་ནེ་ཕི་ཁའི་ཐད་གཏོང་གནོང་ཡ་མཚོན་འབེབས་ཀྱི་ད་དྲ་ཕྱིའི་ཐོག་ལ་བཞག་ཡ་མཚོན་འབེབས་ཀྱི་གནས་ཚུལ་མང་པོ་ཅིག་ཁོང་རྣམ་པ་གྱི་རུ་ང་ཞིབ་ཚགས་ཀྱི་ཐོག་ནས་གནང་བསྡད་ཀྱི་འདུག་དེ་ཡིན་དུས་ཨ་ནེ་དེ་ཚོ་ཚང་མ་ལོ་ལ་ཡ་ཚོ་ཚོ་སྙིང་གི་ངོས་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནེ། འདི་ནས་གྲོལ་བའི་གི་ད་ང་ཚོ་ཟླ་བ་དྲུག་རྗེས་ལ་ཚང་མ་ཨ་ནེ། སྐུ་ཐང། སྡེ་པའི་ངོས་ནས་ལྷན་རྒྱ་ཡོད་ཡོད་ལ། མེ་འདུན་ཞུ་ཡག་དང་མཐའ་བརྟན། ནས་ཞིང་ནང་སྒོ་ཟྭ་ཤོང་མཁན་ཆེན་མོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་ཅིང། ཐུགས་ཀྱི་དགོངས་བཞེད་མཐའ་དང་ལྷན་ཅིག་འགྲུབ་པ་དང་བོད་བསྟན་བདེན་མཐའ་གསལ་བའི་དགེ། མེ་འདུན་ཞུ་ཡག་ཡིན། མཐུ་ཆེ་ན། དེ་རིང་གི་ལས་ཉིན་ལས་རིམ་དགུ་བ་དེ་ཡིན། ཚོགས་འདུ་གྲོལ་བའི་ས་བཀྲ་ཤོས་དེ། བོད་མི་མང་སྤྱི་འཐུས་སྐབས་བཅུ་དྲུག་པའི་གྲོས་ཚོགས་ཚོགས་དུས་གཉིས་པ་གྲོལ་བའི་ས་བཀྲ་ཤོས་ཡིན།